བཀྲ་ཤིས་བདེ་ལེགས། ད་དེ་རིང་ང་ཚོའི་བརྗོད་གཞི་དེ་ཨ་མི་རི་ཀས་གཙོས་པའི་ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་ཅིག་གི་ནང་ལོགས་ལ་ཡ། ད་རྒྱ་མིའི་གྲོང་ཁྱེར China Town ཟེར་ཡས་འདི་ཧ་ལམ་ཕལ་ཆེར་ཅིག་ནང་ལ་ཡ་ཡོད་རེད། ད་དེ་ཚོ་ཐོག་མར་ག་འདྲས་བྱུང་བ་རེད་ཨ་འདིའི་རྒྱབ་ལྗོངས་ཀྱི་ལོ་རྒྱུས་སྐོར་ལ་ཡ་ཡིན། ང་རང་ཨ་མི་རི་ཀ་ལ་ཡ་ཐོག་མར་སླེབས་པའི་སྐབས་ལ་ཡ། ས་ཆ་རྒྱ་ཆེ་ས་ག་བར་ལ་ཕྱིན་བ་རུ་བྱས་ནས China Town ཟེར་ཡས་འདི་མེད་པ་ཧ་ལམ་མེད་མགྱོགས་རུ་རེད་བ། དཔེར་ན་ད་ལྟ་ང་རང་བསྡད་སའི་གི་ཡ་ནི Washington DC རེད། ད་དེ་ནས་ཕར་ཕྱིན་བ་རུ་བྱས་ན Philadelphia ཡོད་རེད་བ། ཨ་དེ་ནས་ནིའུ་ཡོག་སི་ཏི། ད་དེ་ཚོ་གང་གའི་ནང་ལོགས་ལ་ཡ China Town དེ་ཡོར་བ། ད་དེ་ཚོ་ཐོག་མར་བྱུང་སྟངས་དེ་ག་འདྲེ་ར་བྱས་བྱུང་ཡོག་ཡིན་ན། ད་དེ་ཚོ་རྒྱ་ནག་གཞུང་གིས་ཨ་མི་རི་ཀའི་གཞུང་དང་འབྲེལ་བ་ར་བྱས་ནས་བཙུགས་པ་ཡིན་ན་དེ་འདྲེ་ག་འདྲེ་ར་བྱུང་ཡོད་ན་བསམ་མྱོང་རོགས་པ། ད་ཕྱིས་སུ་ང་རས་ཏོག་སྡོ་ནག་ར་བྱེད་དུས་ས་ནི་ཨ་མི་རི་ཀའི་སའི་སྟེང་ལ་ཡ་རྒྱ་མི་ཀླད་དེ་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་བཞི་བཅུའི་ནང་ལོགས་རེད་བ། ད་སྐབས་དེ་དུས་མངའ་སྡེ་ཀལ་ཧྥོ་ནི་ཡ་ལ་ཡ་སེར་སྔོ་ཡ་དེ་བཞི་བོ་དར་སོ་བྱུང་རོགས་པ། ཨ་འདི་སེར་སྔོ་བ་ལ་ཡ་རྒྱ་མི་མང་པོ་བཞི་བོ་སླེབས་བཞག། ཨ་ནི་དེ་ནས་རིམ་པས་ཀྱིས་ཨ་ནི་གསེར་བརྔོ་བའི་ཀྱི་ལས་ཀ་དེ་རྫོགས་གྲོལ་དུས་ས་ནས་ཨ་ནི་གཏེར་ཁ་ཞམ་པགས་དེ་འདྲ་བརྔོ་ཡ་རེད་ཨ་ནི་ལྷག་པར་དུ་ཨ་ནི་རི་ལི་ལྕགས་ཟམ་གྱི་ཐད་ལ་ཡ་ལས་ཀ་བྱེད་མཁན་བཞི་བོ་བྱུང་འདུག་བ་ཨ་ནི་དེ་ནས་ཚོང་ལས་འདྲ་མི་འདྲ་རེད་ཨ་ནི་དག་ན་བྱེད་པ་ཞིང་ལས་ཨ་ནི་དེ་ཚོ་གང་གའི་ནང་ལོགས་ལ་ཡ་རྒྱ་མི་ཕོན་ཆེན་པོ་སླེབས་འདུག་བ་ཨ་ནི་ག་ལི་གི་ལི་ལས་ཀའི་རྐྱེན་པས་ཨ་ནི་ཨ་མི་རི་ཀའི་གྲོང་ཁྱེར་ཆེ་ཁག་མང་པོའི་ནང་ལོགས་ལ་ཡ་རྒྱ་མི་ཁྱབ་འདུག་བ་དེ་འདྲས་ད་རྒྱ་མི་དེ་ཚོ་ཕལ་ཆེར་གྱིས་རྒྱ་ནག་གི་ལྷོ་ཕྱོགས་ནས་རེད་ཤག་ད་ནི་གུའང་ཏོང་ཞིང་ཆེན་ཡོད་རེད་བ་དེ་ནས་རེད་ཤག་ཐོག་མ་ད་བ་གཅིག་གི་ཨ་མི་རི་ཀའི་མི་རིགས་དཀར་པོ་དེ་ཚོས་ཀྱིས་ཁོང་ཚོ་ལ་ཡ་གཅིག་གི་དགའ་པོ་ཞེ་རག་བྱུང་འདུག་བ་ལས་ཀ་ལས་ཁག་དེ་ཚོ་ཁོང་ཚོས་བྱས་ཨ་ལས་ཀ་ག་རེ་བསྐུར་ནས་གྱིས་ཤག་ཤག་རུ་བྱེད་དུས་ས་ནས་ཨ་ནི་དགའ་པོ་བྱུང་ཤག་ད་ཕྱིས་སུ་ག་ལི་ག་ལི་ཨ་མི་རི་ཀའི་དཔལ་འབྱོར་ཡ་ཉམས་གུས་དགའ་ཆེན་ཕྱིན་འདུག་བ་ད་དེ་དུས་གཞི་ནས་ད་ལས་ཀ་ཚང་མ་ཁོང་ཚོས་ཁེར་འགྲོ་གི་འདུག་བྱས་ནས་ཨ་ནི་མ་དགའ་བས་ཀྱིས་རྣམ་འགྱུར་དེ་ཤུགས་ཆེན་པོ་ཆགས་འདུག་བ། ཨ་དེ་ནས་རིམ་པས་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་གྱ་བཅུ་གྱ་གཉིས་ལོ་ལ་ཡ་ད་ཨ་མི་རི་ཀའི་གྲོས་ཚོགས་ཁོ་རང་ནས་ཨ་རྒྱ་མི་དེ་ཚོ་ལ་ཡ་དམིགས་ནས་ཁྲིམས་གཞི་ཞིག་གཏན་འབེབས་བྱས་འདུག་ཨ་ད་ཁྲིམས་གཞི་དེའི་ནང་ལོགས་ལ་ཡ་རྒྱ་ནག་ནས་ཚུར་ཨ་རྒྱ་མི་གསར་པ་ཚུར་ཡོང་མི་ཆོག་ཡ་བྱས་འདི་ཧ་ལམ་ལོ་དྲུག་ཅུ་ཟིན་གྱི་ལྷག་འདུག་ཨ་ནི་ཨ་མི་རི་ཀའི་སའི་སྟེང་ལ་ཡ་རྒྱ་མི་འབྱོར་ཚར་བ་དེ་ཚོ་ཨ་རིའི་མི་སེར་ཆགས་རྒྱུ་མེད་པ་ཨ་ནི་ས་ཞིང་དེ་ཚོ་སོ་སོས་ཉོ་མ་ཆོག་ཡ་ད་ན་ལས་ཀ་ཡིན་རྗེས་ཀྱི་ཕྱི་མ་ཆོག་ཡ་དེ་འདྲས་ཀྱི་ཁྲིམས་དམ་པོ་ཅིག་ཨ་ནི་རིམ་པ་ཅིག་ནས་མར་ལག་བསྟར་བྱས་འདུག་ད་རྒྱ་མི་དེ་ཚོ་དཀའ་ལས་ཁག་པོ་ཞེ་པོ་བྱུང་ད་སོ་སོ་འཚོ་རས་ཀྱི་ཆེད་དུ་ཨ་ནི་གཞི་ནས་ད་རྒྱ་མི་ཁོ་རང་ཚོ་ཁ་བཙང་དེ་འགོ་བཙུགས་འདུག་ད་བྱི་ལོག་ལ་ནི་ལས་ཀ་དེ་འདྲ་བྱེད་རག་གི་ཡོད་མ་རོ། ཨ་འདིའི་ནང་ལོག་ལ་ཡང་ཚོང་འདྲ་མ་འདྲ་རེད་ཟ་ཁང་འདྲ་མ་འདྲ། ཨ་ནི་སྲོལ་རྒྱུན་གྱི་སྨན་ཁང་འདྲ་མ་འདྲ་དེ་འདྲ་བཙུགས་བྱས་ནི་ཨ་འདི་ནས་རིམ་པའི་བླ་བྲང་རེད་ཨ་ནི་དགོན་པ་དེ་འདྲ་བཙུགས། ད་འཛམ་བུ་གླིང་ནང་ལོག་ལ་ཅིག་ད་ཨ་མི་རི་ཀའི་གྲོང་ཁྱེར་ཁག་གཅིག་པུ་མ་རེད་འདུག་བ་སྤྱི་དང་ད་ནུབ་ཕྱོགས་དང་འབྱོར་ལྡན་རྒྱལ་ཁབ་ཁག་གཅིག་ནང་ལོག་ལ་ཡང་འདུག་བ་ཆེ་ཤོས་ཁག་གཅིག་ག་བ་ག་བ་ཡོད་རེད་ཅེས་ཞུས་པ་ཡིན་ན San Francisco རེད Vancouver New York London Manila Singapore Sydney ལ་སོགས་པ་ཁག་གཅིག་རེད་ཤག།